རྣམས་ལྷན་སྐྱེས་སྐུ་ངམ་བཟང་ལྟ་དེང་སང་བརྡ་འཕྲིན་དང་འཕྲུལ་རིགས་ཡར་རྒྱས་ཚད་མཐོ་པོ་ཞིག་འགྲོ་བཞིན་པའི་དུས་ཚོད་སྐབས་དེ་འདྲའི་ཆེད་ལ་ཡང་མི་ཕལ་ཆེ་བས་གློག་ཀླད་དང་ཁ་པར་སོགས་ཀྱི་འཕྲུལ་ཆས་བོད་ཆས་མཐོང་ཡང་མང་དྲགས་རྗེས་སྲོལ་རྒྱུན་གྱི་དང་བྱང་ཤིང་ཐོག་ནས་ཡིག་གཟུགས་སྦྱོང་ཡ་ག་ནས་ཡོང་ད་ནས་གཞན་སྨྱུ་གུ་དང་ཤུ་གུ་བེད་སྤྱོད་བཏང་རྗེས་ཡིག་གཟུགས་འབྲི་ཡ་གི་གོམས་གཤིས་ཡིན་མིན་ནས་ཇེ་ཉུང་དུ་འགྲོ་དུས་ས་གནས་གནས་སྟངས་དེ་འདྲའི་འོག་ནས་ད་ང་རང་ཚོ་བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཡིག་གཟུགས་ཀྱི་འབྲི་རྒྱུན་དེ་ཚོ་རང་བཞིན་གྱིས་ཉམས་ཆགས་སུ་འགྲོ་ཡ་དེ་དངོས་ཡོད་ཆ་དེ་ཡོད་རེད། སོང་ཙང་གནས་སྟངས་དེ་དང་འབྲེལ་ནས་སར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་སྐབས་ཉི་ཤུ་རྩ་གཉིས་པའི་གཞོན་ནུ་རུ་ཁག་གི་འགན་ཁུར་གནང་རྗེས། སྤྱིར་བོད་མི་རིགས་ཀྱི་སྲོལ་རྒྱུན་གྱི་ཡིག་གཟུགས་རིག་གནས་རྒྱུན་གནས་ཐུབ་ཐབས་དང་གཅིག་རེད། ཡང་སྒོས་སུ་བོད་ཀྱི་གཞུང་འབྲེལ་ཡིག་གཟུགས་ཀྱི་བྲིས་རྒྱུན་མུ་མཐུད་འཇགས་ཐབས་སུ་ཡང་ལས་ཁུར་བཞིན་འདུག་ཟེར་དེ་རིང་འགོ་འཛུགས་གནང་སོང། སོང་ཙང་ལས་འགུལ་འདི་དང་འབྲེལ་ནས་ཁོང་རྣམ་པ་ཚོས་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་དང་པོའི་ཚེས་བཅུ་དགུའི་ཉིན་གངས་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ་དེ་སྔ་བོད་དུ་གཞུང་ས་དགའ་ལྡན་ཕོ་བྲང་ཆེན་པོའི་རྩེ་དྲུང་གནང་མྱོང་མཁན་ཀོང་བྱམས་པ་བསྟན་འཛིན་ལ་གདན་ཞུ་གནང་རྗེས། སློབ་གཉེར་ཁང་དེ་གའི་འཛིན་གྲྭ་རེ་རེ་ནས་སློབ་མ་གཉིས་རེ་འདུག་ཞེས་བསྒྲགས་གནང་རྗེས་ཁོང་རྣམ་པ་ཚོ་ལ་ཡང་ཀོང་ཁོང་གིས་དེ་སྔ་བོད་ཀྱི་གཞུང་འབྲེལ་ཡིག་གཟུགས་ཀྱི་འབྲི་རྒྱུན་དེ་གའི་སློབ་མ་ཚོ་ལ་ཡང་མ་འགྲིག་ཀྱི་ལས་འགུལ་ཅིག་དེ་རིང་འདུག་ཅེས་དངོས་སུ་འུར་ཚོད་གནང་སོང། སོང་ཙང་ད་གཞི་རྩའི་སྐུ་ངོ་བྱམས་པ་བསྟན་འཛིན་ལགས་ཁོང་ལྟ་བུ་རེ་བཞེངས་པ་ཡིན་ན་དེ་སྔ་བོད་ས་མ་ཤོར་གོང་ལ་ཡང་ད་དགོང་ལོ་དགུ་ནས་རྗེས་བོད་ཡིག་སློབ་སྦྱོང་གནང་ཡག་འགོ་བཙུགས་ལ་འགོ་བཙུགས་འདུག་ལ་དགོང་ལོ་བཅུ་དྲུག་ནས་གསར་དགོན་པར་ཆོས་ཞུགས་གནང། ཕྱིས་སུ་བོད་གཞུང་དགའ་ལྡན་ཕོ་བྲང་པ་ཆེན་པོའི་རྩེ་དྲུང་དུ་ཞེས་གནང་མྱོང་ཡོད་རེད་ད་ནང་བཞིན་དེ་ནས་བྱས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ངོ་དགུའི་ལོ་ལ་ཡང་རྒྱ་ནག་གཞུང་གིས་ཁོང་ལ་ཡང་ངོ་ལོག་ཟིང་འཁྲུག་གི་ནག་ཉེས་གཡོགས་རྗེས་འཛིན་བཟུང་བྱས། ཁྱོན་མི་ལོ་བཅུ་གཉིས་ལྷག་འདུག་ཟེར་བཙོན་ཁང་དུ་བཞུགས་དགོས་བྱུང་བའི་གནས་སྟངས་དེ་འདྲའི་ཡང་བྱུང་ཡོད་རེད། དེ་ནས་བཙན་བྱོལ་དུ་ཕེབས་འབྱོར་བྱུང་བའི་ཆེད་ལས་ཡག་ནི་སྐུ་སྒེར་ཡིག་ཚང་དུ་མུ་མཐུད་སྐུ་འཁོར་འདུག་བྱས་ཕྱག་ལས་གནང་བཞག་སོང་ཙང་ད་སྐུ་ངོ་བྱམས་པ་བསྟན་འཛིན་ལགས་ཁོང་གིས་ད་ག་སུ་ར་བོད་ཡིག་ཙམ་མ་ཡིན་པར་བོད་ཡིག་ཡིག་གཟུགས་ཡིན་མིན་ན་སྐད་གྲགས་ཆེན་པོ་བྱུང་རྗེས་ནི་དེ་ངས་དེབ་མང་པོ་ཞིག་གི་ཁ་ཤོག་དང་དེ་འདྲའི་ཐོག་ལ་ཡིན་མིན་ནི་ད་སྐུ་ངོ་ཁོང་གིས་ཡིག་གཟུགས་དེ་འདྲ་མང་པོ་ཞིག་ང་རང་ཚོས་འདུག་བྱས་བཞག་ཡོད་པ་ཅིག་ཆགས་བསྡད་ཡོད་རེད། དེ་དང་ཕྱོགས་མཚུངས་ཆ་དེ་རིང་གསར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ཡིག་གཟུགས་ཀྱི་ཟབ་ཁྲིད་ཀྱི་མཛད་སྒོའི་སྟེང་ལ་ཡང་སྐུ་མགྲོན་གཙོ་བོ་སྐུ་ངོ་བྱམས་ལྡན་ལགས་དང་དང་ནི་ཤིང་ནི། དེའི་ཐོག་ལ་ཡང་གསུང་བཤད་གནང་མཁན་གསར་མཐོ་སློབ་ཀྱི་ལྟ་གྲུབ་དང་ཡིག་གཟུགས་དགེ་རྒན། རྒན། འཇམ་དཔལ་རྡོ་རྗེ་ལགས་རེད། རྒན། ཚེ་ལེགས་ལགས་རེད་དང་ནི་ཤིང་ལོ་རྒྱུས་སློབ་དཔོན་རྒན་སྟོབས་ལགས་ཁོང་རྣམས་ཚོ་ཡང་འདུག་ཅེས་ལྷན་ཞུ་གནང། སོང་ཙང་ད་སྐབས་དེའི་ཐོག་ལ་ཡང་སྐུ་ངོ་བྱམས་བསྟན་འཛིན་ལགས་ནས་དེ་སྔ

དངོས་གནས་ན་གནས་ནས་དཔལ་ལྡན་ཀོ་ཀེ་ཡེ་ག་འདྲ་བོ་རང་གི་དྲུང་ཆེ་བློ་བཟང་ཆེན་པོ་ལགས་ལ་ཕྱག་བཞག་མིན་ན་སྐམ་པོ་ལ་བེད་སྤྱོད་བྱེད་འདོད་མ་རེད་ཁོ་རང་བེད་སྡབ་མི་འགོ་ཏེ་རེད་ཁོ་རང་རང་བཟོས་བྱས་ནས་དེ་གནང་གི་རེད་དྲ་དེ་འདྲ་རེད་ཨ་ནི་ཡ་ཤི་ཡ་དེ་འདྲ་རེད་ཞུ་ཡ་ཡི་ཅེས་ད་ཡི་གེ་དེ་ཨ་ནི་སྔོན་མ་བོད་ལ་ཡི་གེ་ཨ་ནི། དེ་ལྟར་ཡ་གྱལ་ཕྱིན་པ་དེ་དེའི་སྐབས་ལ་ནི་སངས་རྒྱས་ཀྱི་ཆེན་བདག་ཅག་ཆེན་པོ་ཡོང་བ་དང། ཡི་གེ་ཉམས་རྒུད་ཆེན་པོ་ནམ་ན་སངས་རྒྱས་ཀྱི་བསྟན་པ་ཉམས་རྒུད་ཡོད་པ་ལ་ནི་འདི་ནི་བཀའ་ཆེན་ཡེ་ཤེས་སྐྱེས་དགྲའི་དེ་འདྲའི་བཀའ་ནོར་བ་དེ་འདྲའི་དུ། ཨ་ནི་བསྟན་དར་ལྷ་རམས་པའི་བཙུན་མོའི་ཇོ་རི། གངས་ཅན་ཡི་གེ་བཅུ་ཕྲག་གསུམ་ཙམ་བཤད། ཤོང་བའི་སྐལ་ངན་སྒྲོགས་པ་ཡ་མ་ལ།

བོད་ཀྱི་ཡིག་གཟུགས་དེ་ཡིན་པས་ན་ད་བོད་མི་རིགས་ཀྱི་རིག་གནས་ཤིག་ཡིན་དུས་ས་གནས་དེ་ལ་ཡང་དུས་དེ་ཀྱི་རྒྱུན་དེ་ཟེར་ཡོད་པ་ཞིག་ཆགས་ཀྱི་ཡོད་པ་དང་དེ་ལྟ་བུའི་ཀྱི་གནས་བབ་དེ་འདྲའི་ཀྱི་ཐོག་ནས། འབྲི་རྒྱུན་རྒྱུན་འཛིན་བྱེད་དགོས་པ་དེ་ཡིན་པས་ན་གལ་ཆེན་པོ་ཅིག་ཆགས་འདོད་པ་ཅིག་འདུག་ཅེས་གསུངས་གནང་སོང། ལེམ་ང་ཚོས་དེས་ན་བཤད་གཞུང་བྲིས་ཏེ་གན་དྷིའི་ཕོ་བྲང་དུས་སྐབས་སྐབས་སུ་ཨ་ནི་གཞུང་གི་ཡིག་གཟུགས་ཀྱི་ཐོག་ལ་ཁ་རས་བྲིས་ཟིན་ན་ཡིག་གཟུགས། གཞུང་གི་ཡིག་གཟུགས་ཐོག་ལ་དམིགས་བསལ་གྱི་ཁྱད་ཆོས་མང་པོ་ཞིག་རེད། འདིའི་ནང་ནས་དང་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་སྐུ་ངོ་མ་གིས་མཛུབ་སྟོན་དང་བཀའ་བཀོད་གནང་ཆེད། ཡིག་གཟུགས་ཐོག་ལ་ད་དུས་རབས་བཅུ་དགུ་པ་ལ་གོ་ར་འདི་ཡིག་གིས་ལོ་རབས་ཉི་ཤུ་ཡན་དང་སུམ་ཅུ་ཡན་ཚུད་ལ་ཆིག་སྟོང་དགུ་བརྒྱ་ཉི་ཤུ་དང་སུམ་ཅུ་ཡན་ཚུད་ལ་ཧང་སངས་ཀྱི་ཐུགས་སྣང་གནང་ཆེད་ཞེ་བོ་ཅིག་ཅིག་གནང་ཡོད་རེད། འདི་འདྲའི་གི་བརྒྱུད་རིམ་ནང་ལ་ཨ་ནི་བོད་པའི་གི་ཡིག་གཟུགས་འདི་ནང་ནི་ནང་ཁྱད་ཆོས་གཅིག་ག་རེ་ཟེར་ན་འབྲུག་རྩ། ཁྱུ། ཚུགས་ཐུང། འདི་ཚོའི་གྲས་ལ་དམིགས་བསལ་གི་ཁྱད་ཆོས་བཞི་བོ་དང་ཡིག་གཟུགས་ཡག་པོ་བཞི་བོ་ཡོད་རེད། ད་དེ་ལ་ག་རེ་རེད་ཟེར་ན་ཁུངས་དང་ལུང་གཅིག་ཡོད་རེད། ཁུངས་དང་ལུང་དེ་ད་ལྟ་ང་ཚོས་ཐུགས་ཀྱི་རྒྱག་ཐུབ་ཀྱི་ཡོད་མ་རེད། ད་ཁུངས་དང་ལུང་ཡོད་པའི་གི་མི་གཅིག་ལྷག་ཡོད་བ་དེ་སུ་རེད་ཟེར་ན་ང་རང་ཚོ་རྡ་རམ་ས་ལའི་གཡས་གཡོན་ལ་ཨ་ནི་སྐུ་ངོ་བྱམས་ལྡན་ལ་རེད། འཛམ་བུ་གླིང་འདི་ནང་ལ་ལྔ་བཅུ་ང་དགུའི་གོང་གི་གཞུང་ཞབས་མི་ཤི་མེད་དུ་མི་འདུག་གསུངས་ཡོད་རེད། འདིའི་ནང་ནས་དང་བརྩེ་དྲུང་ཡིན་པ། ཉུང་ཉུང། བཞིའི་ནང་ནས་དང་རྟ་གཅིག་ལྷག་སྐྱོ་དེ་སྐུ་ངོ་ལ་རེད་སྐུ་ངོ་ལ་ལ་དེ་གི་རྒྱུན་དེ་ཡོད་རེད། བྱས་ཙང་ང་ཚོས་གི་ངོས་ནས་བྱུས་གུ་དེ་ནས་ཟིན་ཐུབ་བསམ་ཅིག་ཡོང་ཨེ་གི་ཆེད་དུ་དགུང་ལོ་དགུ་བཅུ་ཕེ་ཡོད་བ་རེད་ད་རུང་དང་ང་བ་ཁྱད་བསད་གི་ཕེ་དེ་སྐུ་ངོ་ལ་ཁོ་རང་གི་ག་རེ་ཟེར་ན་ཨ་ནི་དེ་གལ་ཆེན་པོ་ཞིག་མཐོང་གནང་དགོས་བ་རེད། ང་ཚོའི་དངོས་གནས་དང་དགུང་ལོ་གུ་བཅུ་བཞི་ཡས་ལྷོད་ལྷོད་མ་བཞག་ཅེས་མ། གནམ་གཤིས་དགུན་ཁ་གྲང་མོ་འདི་འདྲ་ལ་མ་གདན་འདྲེན་ཞུ་བའི་དང་དེ་གི་གནད་འགག་ཞིག་ཡོད་རེད། བྱས་ཙང་དེ་ལ་གཞིས་པའི་ཉི་མ་དེ་རིང་ཁྱེད་རང་ཚོ་སྐུ་དངོས་བཙལ་ནས་འདུག་སྲིད། ཡིག་གཟུགས་སྦྱང་གནང་རྙེད་དང་ཨ་ནི་རྒན་ལགས་ཁོ་གཉིས་བཙལ་ནས་སྦྱང་གནང་རྙེད་འདི་གོ་སྐབས་བཟང་པོ་ཞིག་རེད། ཁྱེད་རང་ཤི་ཤི་བར་དུ་ང་ལ་ཡིག་གཟུགས་ཀྱི་རྒྱུན་ཡོད་དག་ཟེར་ཞིག་ངོམ་ས་ལ་ངོམ་ངོམ་བྱས་ཞིག་དང་ཁུངས་དང་ལུང་རྩི་མཁྱེན་ཅིག་དང་ཡིན་ན། ང་ཚོའི་ཁུངས་དང་ལུང་དེ་འདི་རེད་ས་ལབ་ས་ཞིག་རག་ཡོད་རེད་དེ་སྐལ་བ་བཟང་པོ་རེད་བསམ་གྱི་འདུག། དེ་དང་སྦྲགས་ཅེས་དེ་རིང་མཛད་སྒོའི་གསུང་བཤད་གྲུབ་པའི་རྗེས་ལ་ཡིན་མིན། སྐུ་ངོ་ཆེན་པོ་བསྟན་འཛིན་ལགས་དང་རྒན་ཁོང་རྣམ་པ་ཚོ་ལ་ཡང་སློབ་ཕྲུག་ཆ་བགོས་གནང་རྗེས་རྒན་ལགས་ཁོང་རྣམ་པ་ཚོས་ཀྱིས་སློབ་ཕྲུག་ཚོ་ལ་ཡང་ཡིག་གཟུགས་དམར་སྒྲིག་གནང་ཡོད་རེད་དངོས་སུ་འདུག་ཅེས་འགོ་འཛུགས་གནང་རྗེས། དེ་དང་ཕྱོགས་མཚུངས་ཅན་གལ་སྲིད་རྣམ་པ་ཚོས་ཡང་དེའི་ཐད་ལ་ཡང་ཞིབ་ཕྲའི་ཐུགས་སྣང་གནང་འདོད་ཡོད་པ་ཡིན་ན། ཁོང་རྣམ་པ་ཚོའི་གསུང་བཤད་ཆ་ཚང་བ་ཞིག་ང་ཚོ་བོད་ཀྱི་རླུང་འཕྲིན་གྱི YouTube དྲ་རྒྱའི་ཐོག་ལ་ཡང་བཞག་ཡོད་སོང་ཙང་གནམ་མཚོས་དེའི་ཐོག་ནས་ཆ་ཚང་བ་ཅིག་ཟིན་ཟིན་གནང་ཐུབ་ཀྱི་ཡོད།